གནམ་འོག་གི་བཙན་བྱོལ་ཚན་པས་ཀུན་ཁྱབ་འཕྲལ་སྡོམ་ལེ་ཚན་མུ་མཐུད་ནས་རྒྱང་བསྲིང་ཞུ་བཞིན་པ་ཡིན། ཨ་རིའི་ནེའུ་ཡོག་གི་དུས་ཚོད་ཀྱི་ཆ་ནས་དེ་རིང། ཕྱི་ལོ་ཉིས་སྟོང་བརྒྱད་མའི་ཉི་ཤུ་རྩ་དྲུག་ལོའི་ཕྱི་ཟླ་བརྒྱད་པའི་ཚེས་བཅོ་བརྒྱད་རེས་གཟའ་མིག་དམར་ཆགས་བསྡད་ཡོད་རེད། ད་ཐེངས་ཀྱི་གསར་འགྱུར་ལ་ཡང། གསལ་བསྒྲགས་གཅིག་གསར་འགྱུར་ངོ་བོའི་ཐོག་ནས་གལ་ཆེ་དོན་ཆེན་བྱས་བྱས་རྣམ་པ་ཚོ་ལ་ཡང་ངོ་སྤྲོད་ཞུ་ཡ་ལ་ཡ། ཁེ་ན་དྲ་རྒྱལ་ཁབ་ནང་ལོགས་ལ། ས་གནས་ཀྲོ་རན་ཀྲོ་ཡི་རྒྱལ་སྤྱིའི་བོད་རང་བཙན་འབྲེལ་མཐུད་ལས་འགུལ་ལྷན་ཚོགས་ཀྱི་ཚོགས་ཆེན་འདུ་འཛོམས་ཐོག་མ་སི་ཇའི་ཇའི་གསལ་བསྒྲགས་འདི་ངོ་སྤྲོད་ཞུ་ཡ་བྱས། ཚོགས་ཆེན་དེ་ཡིན་པ་ཡིན་ན། གསལ་བསྒྲགས་ཀྱི་གཤམ་གྱི་དབྱིན་ཇི་ནང་ལོགས་ལ་བྲིས་པ་ནང་བཞིན་བྱས་ནས། ཕྱི་ཟླ་བརྒྱད་པའི་ཚེས་ཉི་ཤུ་རྩ་གསུམ་ལ་ཆགས་བསྡད་ཀྱི་འདུག་གསལ་བསྒྲགས་དེའི་གི་ནང་གི་ལས་རམས། ཐུང་ཐུང་ཅིག་ཡོད་པ་དེ་ངོ་སྤྲོད་ཞུས་པ་ཡིན་ན། ཉིན་རྒྱབ་ཆུ་ཚོད་གཉིས་པ་ནས་བོད་རང་བཙན་འཐབ་གྲོགས་པ་རྣམས་ཕེབས་རོགས་ཟེར་བྱས་རྗེས། ཚོགས་འདུ་གི་འགོ་འཛུགས་ཀྱི་དུས་ཚོད་དེ་བྱས། ཆུ་ཚོད་བཞི་པ་ནས་ས་གནས་ཁྲོ་རན་ཀྲོ་རྒྱལ་སྤྱིའི་བོད་རང་བཙན་འབྲེལ་མཐུད་ལས་འགུལ་ལྷན་ཚོགས་ཀྱི་བར་མཚམས་འགན་འཛིན་ལྷན་ཚོགས་ནས། སྤོ་བོ་རང་བཙན་བློ་ཁ་དང་འབྲེལ་བའི་བརྙན་འགའ་ཤས་ཤིག་འཐབ་གྲོགས་རྣམས་ལ་སྤྱན་འབུལ་ཞུ་རྒྱུ། ཆུ་ཚོད་ལྔ་པ་ནས་དབུས་རྒྱལ་སྤྱིའི་བོད་རང་བཙན་འབྲེལ་མཐུད་ལས་འགུལ་ལྷན་ཚོགས་དང། འགན་འཛིན་ལྷན་ཚོགས་ཀྱི་ཚོགས་མི་ཀུན་དགའ་ཚེ་རིང་ལགས་ནས་ཚོགས་པའི་དམིགས་ཡུལ་དང་ལོ་རྒྱུས་ཀྱི་འཕེལ་རིམ་ངོ་སྤྲོད་ཞུ་རྒྱུ་ཡིན། ཆུ་ཚོད་དྲུག་པ་ནས་བོད་མི་མང་སྤྱི་འཐུས་དགེ་བཤེས་ལྷ་རམས་པ་འཁོར་བློ་བཟང་ཕན་བདེ་མཆོག་ནས་གསུང་བཤད་གནང་རྒྱུ་སྐྱེས་བཅས། གསལ་བསྒྲགས་ཀྱི་ནང་དོན་རྡོག་རྡོག་འདྲ་བོ་དེ་འབྲི་ཆེད་ཕྱག་བསྟད་ཀྱི་འདུག་དེ་ཡིན་དུས་རྣམ་པ་ཚོ་གིས་གང་མང་མང་ཅིག་བརྒྱུད་སྤེལ་གནང་རོགས་གནང་ཞེས་ནས་ཞུ་གི་ཡོད། བཀྲ་ཤིས་བདེ་ལེགས།